ད་དེ་ནས་ཡང་བརྒྱད་སྐད་ཆ་གསར་བ་བཤད་ཡ་ཅིག་ལ། བཀའ་འགྱུར་བསྟན་འགྱུར་ནང་ལ། བཀའ་ཡི་ད་སྐྱ་སྤྲང་པོ་སྐྱེས་དང་བཀའ་ཡི་གཉིས་ཡོད་རེད་བ། ཁྱད་པར་སྐད་མི་འདུག་བཀའ་ཡི་ད་སྐྱ་སྤྲང་པོ་སྐྱེས་ཁྱད་པར་མི་འདུག་ཟེར་ངས་འདི་ལ་བ་དང་ཡུལ་ཕྱོགས་དང་སྨན་པའི་སྐད་ཆ་ཞིག་ཏུ་བ། ཡུལ་ཕྱོགས་དང་སྨན་པའི་སྐད་ཆ་སྐད་མི་འདུག་བཀའ་ཡི་ད་སྐྱ་སྤྲང་པོ་སྐྱེས་ཏེ་ཚིག་དམར་པོ་ལས་སྦྱར་བཤད་མཐོ་པོ་ལས་སྦྱར་བཤད་མཐོ་དམན་ཁྱད་པར་སྐད་མི་འདུག།

མདོ་སྟོད་སྨད་གཉིས་དང་དབུས་གཙང་བྱས་ན་དབུས་གཙང་དེ་གཉིས་ལོ་ཙཱ་བ་མང་བ་ཡོང་གི་འགོ་བྱེད་ཀྱི་རེད་ཁོ་པས་ས་གོ་ར་རྒྱ་གར་དང་འབྲེལ་ཏེ་ཡོང་རོགས་གལ་སྲིད་རྒྱ་ནག་དང་འབྲེལ་ཏེ་ཡོང་ན་ལོ་ཙཱ་བ་དང་པོ་དེ་མདོ་སྟོད་སྨད་དོད་ཡོང་གི་རོགས། འོ་དེ་འདྲ་སོང་དབུས་གཙང་ལོ་ཙཱ་བ་དེ་གཉིས་ལ་ད་བཤད་ས་དེ་ངེས་མ་མཐར་པོ་འདུག་ཨ། དེ་འདྲ་སོང་ཙང་དཔེ་དེ་དཔེ་ན་ང་ཚོ་དཔེ་ཆའི་ནང་སངས་རྒྱས་ཀྱི་ལག་པ་འདྲ་འདི་མཐོང་མཁན་ཧོར་ཡོད་མ་རོགས་ཡ་སངས་རྒྱས་ཀྱི་མགོ་ས་འདྲ་སངས་རྒྱས་ཀྱི་དབུ་དང་སངས་རྒྱས་ཀྱི་ཕྱག་དང་སངས་རྒྱས་ཀྱི་ཞབས་ཟེར་ཡ་མ་གཏོགས།

གཡའ་དག་མར་འགྲོ། གཉིས་པ་རྗེས་འཇུག་ལ་མ་ལྟོས་པའི་འཕྲལ་རང་དབང་ཅན་བཤད་པ། ཞེས་ད་དེ་ནི་ང་ཚོ་ལྟར་འཕྲལ་གཞན་དབང་ཅན་དྲུག། ག་སར་འཕྲལ་གཞན་དབང་ཅན་རྣམ་དབྱེ་དང་བཅས་པ་དྲུག་ཚ་ཚར་ལྟ། འོ་ཚ་ལྟ་གཉིས་པ་རྗེས་འཇུག་ལ་མ་ལྟོས་པའི་འཕྲལ་རང་དབང་ཅན་བཤད་པ་ལ་དྲུག་ནི་སྒྲ་བཤད་དང་སྒྲ། དང་སྒྲ་བཤད་པ་དེ་སྒྲ་བཤད་པ་གང་སྒྲ་བཤད་པ་བདག་སྒྲ་བཤད་པ་འགག་སྒྲ་བཤད་པ་སོགས་བྱས། ལྟ་དེ་ཚོ་མིང་བཏགས་སྟངས་ཚོ་ནི་སྒྲ་དང་སྒྲ། དེ་སྒྲ་གང་སྒྲ་ཟེར་ནས་ཁོ་རང་གི་འཕྲལ་ཁོ་རང་མིང་གང་ཡིན་པ་དེ་བཏགས་ཤར་བ།

ད་གང་མིན་མཐའ་དང་མཐུན་པ་ཡིན་ཟེར་ཁ་ཟིན་སྒང་འདི་པ་ཡིན་ན་གང་མིན་མཐའ་དང་མཐུན་སླ་བའི་སྐད་ལ་རྗེས་འཇུག་ལ་ལྟོས་པའི་དགོད་བྲོ་སྟངས་རེ་བྱུས་ཡོད་པ་ཤེས་དགོས་ངེས་རེད་བ་སྐབས་རེ་སྐབས་དེ་འདྲས་བཤད་ནས་འགྲིག་གི་རེད་བ། ཡིན་ནས་ཕྱོགས་ཞེན་པ་ཅན་འདི་ལྟར་ན་རྗེས་འཇུག་མེད་པ་ཆེ་གང་ལྟར་དོན་གྱི་ཆ་ནས་འགྲིག་གི་ཡོད་ན་གསལ་བྱེད་མེད་ན་བསམ་ས་ཞིག་འགྲོ་བ། ཁྱེད་མ་གཏོགས་ནི་དྲ་ལ་ནི་དྲ་ཕྲད་རང་དབང་ཅན་རེད་བ། རོགས་ཨ་མིན་གང་གི་མཐའ་ལ་རྗེས་འཇུག་ལ་བསྟུན་དགོས་ཁྱོན་ནས་ཡོད་མ་རུང་བ་བྱས་ཙང་གང་མིན་མཐའ་དང་མཐུན་པ་ཡིན་སྲིད་དུས་དོན་གྱི་ཆ་ནས་ཐོབ་ཐང་ཡོད་པའི་སྐབས་ལ་ལབ་ནས་ཨ་ནི་ཞེས་མི་ཚེ་འགོར་ས་ཅི་ལ་ཡ་ད་དོན་ནི་ག་རེ་ཡིན་རུང་དེ་ལ་ཡ་འདི་ཡིན་པ་ཡིན་ན་དགའ་རོགས་དང་མནན་པའི་ཚིག་འཇུག་ས་ཅི་བ་རུང་བ་འོ་འདི་ལ་འོ་འདུག་སེམས་མཐུན་པ་སེམས་འདི་འདྲ་རེད་ཅེས་གོ་བ་ལེན་དགོས་མཁོ་ཡོད་ས་སང་འདི་མེད་ན་ང་ཚོས་ཡ་གས་འདྲ་མཐུན་པ་ཟས་སྤྱོད་རུང་བ་རྗེས་འཇུག་གི་དྲང་གཏང་འདི་བཤད་ན་ཨ་ནི་ནི་དེ་སྐབས་རྟག་ཏུ་བསྡད་ཀྱི་མི་འདུག་ཨ་གང་མིན་མཐའ་དང་མཐུན་པ་ཡིན་སྲིད་ནི་འདྲ་ལ་རྗེས་འཇུག་འདི་མེད་བ་རྗེས་འཇུག་ལ་བལྟ་དགོས་ཡ་གོ་ར་ཡོད་མ་རུང་བ།

ཨོ་ཞེས་པ་དེ་གང་ཡང་རུང་བའི་མིང་ཚིག་གི་མཐའ་དང་མཐུན་པར་སྦྱར་རུང་བའི་ཕྲད་ལ་བཟླ། མཐའ་དང་དོན་དང་མཐུན་པར་ལབ་ན་སྙིང་རྗེ་རོ་ཆུ་མེ་དང་གཞན་མ་གཏོགས་མིང་ཚིག་མཐའ་དང་མཐུན་ཡང་གན་མ་རོག་ཡ། རོ། མཐའ་དང་མཐུན་པར་སྦྱར་རུང་བའི་ཕྲད། རྗེས་འཇུག་བཞི་པ་ན་ཡིག་ལ་དབྱངས་ཨི་སྦྱར་བས་ནི་ཞེས་གྲུབ་པ་དེ་ནི། རྣལ་འབྱོར་དངོས་དེ་ནི་ཅེས་ད་དང་དོར་དགག་པའི་དཔེ་ག་ས་ཏེ་མགར་བའི་དཔེ་བཅུ་གྱ་གོ་བར་དང། འབྱོར་དངོས་འཇུག་གསུམ་གྱི་དང་པོ་ནི། རོ། སྦྱོར་བ་སོ་བདུན་དང་པོ་སྟ་གོན་གྲ་སྒྲིག་དེ་བྱས་དངོས་སུ་ན་དངོས་གཞི་དེ་བྱས་འཇུག་སུ་ན་ཐ་མ་འཇུག་བཏུ་བ་དེ་ཚོ་གསུམ་པོ་ན་དང་པོ་སྦྱོར་བ་ནི་ཡིན་སྲིད་ལ་གོ་ར་སྦྱོར་བ་ནི་འོ་དུ་སུ་ནས་ད་སྦྱོར་བ་དང་པོ་ནི་ཡིན་སྲིད་ལབ་དུས་དང་པོ་དེ་བག་འགར་བ་རེད་སྲིད་གོ་ད་དཔེར་བརྗོད་ཁོ་ན་རྩོད་པའི་སུ་གསུང་ཡ་བྱས་ན་དེ་ལྟ་བུ་ལྟ་བུ་འགར་གཞི་ལས་ཐ་དད་དུ་དམིགས་སུ་བསལ་ནས་འགར་བ་དང་བཅས། ད་ཡང་མེད་ན་སངས་རྒྱས་ཆོས་དགེ་འདུན་གསུམ་ལས་སངས་རྒྱས་ནི་ཟེར་བའོ།

ལྟ་བུ། ནི་དོན་ཡོད་གང་ཡིན་པ་དེ་ལ་ངེས་བཟུང་ངམ། སྟབས་བདེ། ནན་ཏན་ཞེས་པ་བྱས་པ་ངེས་བཟུང་དང་ནན་ཏན་གཉིས་དོན་དག་གཅིག་པར་སྡོམ་རྒྱུ་ངེས་བཟུང་སྲིད་གྲོལ་པའི་གར་སོགས་བར་དང་ཚིག་གཞན་པ་རེ་རག་རེ་བ་ཞིག་མི་འདུག་ཨ། ཀོ་པེ་ཏེ། གལ་ཆེན་པོ་རེར་བརྩིས་པ་ཅིག་སྲིད་གོ་ར་ངེས་བཟུང་ངམ་ནན་ཏན་ནི་ནན་ཏན་དུ་བསྣན་པའི་དོན་ལ་འཇུག་པའི་ཚིག་ཏུ་གྱུར་བ་ཡིན། གྱུར་ལགས་ཅེས་རྟ་འཇུག་པ་གཉིས་ཚར་བ་བྱས་སྡོམ་པ་ཐམས་ཅད་དང་ལྡན་པར་ནི་ལྟ་བུ། ནི། ཚིགས་བཅད་ཀྱི་ཁ་སྐོང་དུ་འགྲོ་གི་རེད་ལབ་བྱས་རྟ་དངོས་བསྟན་གྱི་ག་ཚོད་ཅིག་རེད་འདུག་ཨ། ད་དང་པོ་ཨ་ལ་ང་ཚོ་འདི་དཔྱད་པ་བྱེད་འོང་ད་དེ་ག་ཙམ་གྱི་འགྲོ་ནས་འགྲིག་འོང་མར་གཙང་མ་ཆགས་འགོར་བ་དང་པོ་མགར་བ་སྟེ། མགར་བ་ཟེར་ཏེ་དངོས་གནས་ག་འདྲས་རེད་དོ་བལྟ་འོང་རེད། དཔེར་ན་དེ་ལ་ཁར་དོ། འཇུག་དངོས་འཇུག་གསུམ་ལས་གསུམ་གྱི་དང་པོ་ནི་ལབ་འདུག་ད་འདི་ད་འགྲིག་འདུག་གལ་འདི་ལ་ཡིག་པ་ཆ་བཞག་པས་ན། དཀའ་ལས་དེ་ཁར་ཡོད་ལབ་དུས་ནམ་རྒྱུན་མགར་བ་མང་ཆེ་དེ་ཁར་ནད་ལས་དེ་ཉམས་ལོ་ནི་འདྲ་ཡོང་གི་རེད། དཔེར་ན་ལྷ་རྣམས་ཀྱི་ནང་ནས་རྒྱལ་སྤྱིའི་ནི་ཟས་དྲོངས་ཡོང་གུར་དང། སི་ཏུ་རི་བཞེངས་འཛུགས་གནང་ལྟ་དང། ཡ་གའི། གར་ས་ནས་ནད་ལས་ཀྱི་སྐབས་ཀྱི་མགར་བའི་དཔེར་བརྗོད་གང་ཡིན་པ་དེ་མ་གའི་ནི་སྒྲའི་སྐབས་ལ་ཡོང་གུར་རེད། ཨཱ་ནི་ནི་སྒྲའི་མཆོག་ཏུ་མགར་བ་སྨན་པ་མགར་བ་ཐ་དད་དུ་མགར་བ་ཟས་འཛུགས་ཡོང་དོན་ཏེ་ད་ག་རང་ཨཱ་ནི་གར་ས།

ཏུ་སུ་བ། ནི་ཏྲ། ནི་ཏྲ་བསྣན་པ་དང་དགར་བ་བྱས། གོང་དུ་རྣམ་དབྱེ་ལྔ་པ། འོ་བྱས། གོང་དུ་རྣམ་དབྱེ་ལྔ་པ་འབྱུང་ཁུངས་ཀྱི་ཕྲད་ནི་ལས་གཉིས་དགར་དུས་ལ་འཇུག་པར་བཤད་པའི་དགར་བ་དང། འདིར་ནི་ཏྲ་དགར་བ་ལ་འཇུག་པར་བཤད་པའི་དགར་བ་གཉིས་ཀྱི་དཔེར་བརྗོད། འགོད་སྐབས་ཕན་ཚུན་མ་འདྲེས་པ་ཞིག་འགོད་མཁན་འང་ཆེ། ཟེར་བྱེད་དོ། ཀ་རེ་ཕན་ཚུན་མ་འདྲེས་པ་ཞིག་འགོད་མཁན་ཆེའང། སྔ་ཕྱིའི་ཕལ་མོ་ཆེ་ནང་དུ་དཔེ་ཆོས་རྣམས་ལ་བརྟག་ཚེ། ནི་སྒྲ་མཆོག་མན་དྷ་དད་གསུམ་གང་རུང་དུ་དགར་བ་ལ་འཇུག་པའི་དཔེ་ཆོས་ཀྱི་ཚིག་སྦྱོར་གྱི་ནང་དུ་དགར་བར་འཇུག་པའི་ནི་ལས་གཉིས་གང་རུང་གི་སྒྲའང་མཉམ་དུ་ཡོང་གི་འདུག་བཀོད་པ་ཡོད་པ་དཔེར་ན། ཁྱབ་འཇུག་ནི་ལྷ་རྣམས་ཀྱི་ནང་ནས་བཏུས་འཕོས་པའོ། ལ་བཅས། ཁྱབ་འཇུག་ནི་ལྷ་རྣམས་ཀྱི་ནང་ནས་བཏུས་འཕོས་པའོ། ད། ནི་སྒྲའི་དཔེ་ཆོས་སྐྱབས་སུ་ལམ་ནི་ད་ག་རང་གྲུ་ཁ་ས་གང་འགྲོ་སོགས་ཡ། རོ། ལྷ་རྣམས་ཀྱི་རང་ནས་རྒྱལ་ཆེན་ནི་ཟབས་སོ། འོ་འདིར་ཁྱབ་འཇུག་ནི་ལྷ་རྣམས་ཀྱི་རང་ནས་བཏུལ་ཕོད་པའོ། ཅེས་རིགས་རྣམས་ཀྱི་རིགས་རྣམས་ལས་ནི་ཟད་ནས་འདོད་བློའི་རིགས་ཐ་དད་དོ། ཐ་ཆད་དོ། རིགས་རྣམས་ལས་ནི་འདོད་པའི་རིགས་ཐ་ཆད་དོ། ཧ་ན་ཤེས་གསེར་གྱི་བུམ་པ་ནི་ཟངས་ཀྱི་བུམ་པ་ལས། རྒྱུ་ཟངས། ལྷ་ནི་མི་ལས་མཛེས་སོ། ལྟ་བུའི་དཔེ་བརྗོད་ཤིན་ཏུ་མང་བ་རྣམས་ཡིན་རྒྱུ་ནི་སྒྲ་མགར་བ་ལ་འཇུག་པའི་དཔེ་བརྗོད་འདུག་ཀྱང་དོན་དུ་མགར་བའི་དོན་དངོས་ནི་སྒྲས་བསྟན་པའམ་བསྟན་ནམ་ཡང་ན་ནན་ལས་ཀྱི་སྒྲས་བསྟན་ནས་གང་ཡིན་ཕན་ཚུན་འདྲེས་ཤིང་མི་གསལ་བ་དང། ཟོ་དེར་ད་ང་ཚོ་དེ་གཉིས་ཤེས་འགོ་ནི་སྒྲས་ཕར་ཕྱིའི་དབྱེ་སྐྱོར་རེ་བྱ། ཁར་ཟོ་དེ་ནན་ལས་ཀྱི་དབྱེ་སྐྱོར་རེ་བྱ་སྟེ་ལྟ་བར་བ། དེར་ཕན་ཚུན་མ་འབྲེལ་བས་འབྲེལ་ཞིང་མི་གསལ་བ་དང་བཤད་མ་ཐག་པའི་གཞུང་གཞན་གྱི་དཔེ་ཆོས་རྣམས་ལ་ནི་སྒྲ་སྦྱར་བ་སྦྱར་ཡང་རུང་སྟེ་དཔེར་ན། ད་ལྟ་འཇིགས་སྒང་ལ་ཡ་གར་དང་བཤད་མ་ཐག་པའི་གཞུང་གཞན་གྱི་དཔེ་ཆོས་དེ་ཚོ་ལ་རྣམས་ལ་ནི་སྒྲ་སྦྱར་ཡང་རུང་སྟེ་དཔེར་ན་ཁྱབ་འཇུག་ལྷ་རྣམས་ཀྱི་ནང་ནས་བརྟུལ་ཕོད་པའོ། ཨ་ལ་གར་དང་བཤད་མ་ཐག་པའི་གཞུང་གཞན་གྱི་དཔེ་ཆོས་རྣམས་ལ་ནི་སྒྲ་སྦྱར་ཡང་རུང་སྟེ།

ལྷ་མིན་ནས་མི་ལས་མཛེས་སོ་སོགས་ནས་ལས་ཀྱི་སྒྲ་དག་རིགས་མཐུན་པའི་མགར་བའི་དོན་ལ་འཇུག་པ་ཡིན་ཞིང། དཔེ་ཆོས་དེ་དག་ནང་གི་ནི་སྒྲ་ནི་བསྣན་པའི་དོན་ཡིན་པ་ལས་མི་ལྟ་བར་སྣང། འོ་ད་ནི་དཔེ་ཆོས་དེ་སྐད་ན་ད་མགར་བའི་དཔེ་ཆོས་རེད་ཟེར་སྐད་དེ་སྐད་ཚང་མ་ལོ་བསྣན་པའི་དོན་རེད་འདུག་མ་གཏོགས་ཅི་མགར་བའི་དོན་རེད་མི་འདུག་ཟེར་རེད་ད། ད་ལབ་དུས་ད་ནི་ནམ་རྒྱུན་ནི་དེ་གི་དཔེར་བརྗོད་མང་པོ་སྙན་ཞུས་ཀྱིས་ག་རེ། དཔེར་ན་བརྒྱ་བྱིན་ནི་ལྷ་རྣམས་བརྒྱད་ནང་ནས་བཏུས་ཕོད་པའོ་ཟླ་བ་ཡིན་ན། རོ། གཡག་ནི་མཐོ་གང་གི་སེམས་ཅན་ཞིག་ཧོ་སེར་འདྲའི་ལ་བ་ཡིན་ན། ལྟ། འདི་ལྟར་གཅིག་བྱིན་གྱིས་ཁྱེད་འདྲ་བ་རྣམས་སུ་ལ་གཡག་ནི་ནི་དཔེར་ན་གླང་ཆེན་ནི་སེམས་ཅན་རྣམས་ཀྱི་ནང་ནས་ཟོག་རྡོ་ཆེའོ་འདྲ་བ་ལ་བ་ཡིན་ན། ད་དེ་སྐྱེ་གང་གི་ག་རེ་བ་མ་རེད། ག་རེ་ཟེར་ན། བསྣན་པ་རེད་ལབ་རེད་བ། ད་ང་ཚོ་བསྣན་པ་དང་གར་བ་གཉིས་གཅིག་པ་རེད་མདོ་ཡང་བརྒྱ་རེད་དོ་རེད་མདོ་ཡང་བརྒྱ་ལྟ་ཡ་རེད་ལས་སླ་པོ་ཡོད་མ་རེད། རོ། ངས་འདི་འདྲའི་ལབ་པ་ལབ་པ་དཔེར་ན། གླང་ཆེན་ནི་སེམས་ཅན་རྣམས་ཀྱི་ཁ་ཟས་གླང་ཆེན་ནི་ཁུ་བྱུག་རྣམས་ཀྱི་ནང་ནས་ཟོག་སྟོབས་ཆེ་ཤོས་ཆེ་ཤོས་དེའོ་ལབ་པ་ལྟ། ང་ལ་གླང་ཆེན་ནི་ཡོད། བག་བྱུག་ནི་ཡོད། ལབ་པའི་གན་ནི་འདྲ་ཞིག་ཏུའང་གླང་ཆེན་ནི་ཡོད། དེ་དང་གླང་ཆེན་ནི་ཟོག་སྟོབས་ཆེའོ་ལབ་པས་ན། འོ་ད་ད་རང་འགྲིག་ཏོ་གླང་ཆེན་ནི་ཡོད། བག་བྱུག་ནི་ཡོད་ཞེས་པ་བཞིན་ད་གླང་ཆེན་ནི་ཟོག་སྟོབས་ཆེའོ།

ཧིན་དྷི་ནང་ལ་ཡོད་པ་འདྲ་བོ་འདུག་མ་གཏོགས་ཨིན་ཇི་ནང་ལ་ནི་ཡོད་ས་མ་རོགས་མ་རེད་དེ་ཚོ་སྐད་ཆའི་སྟངས་ནས། དཔེར་ན་ད་དེ་འདྲའི་ལགས་འདུག་ཨ་དེ་ལ་ཡང་དེ་དེའི་ཧོར་རམ་དཔེར་བརྗོད་དེ་འདྲ་བརྒྱབ་འདུག་ཧར་དོ། དེ་བས་བསྟན་བསམ་སྒོ་ནས་ཐོབ་དགེ་བའི་བཤེས་གཉེན་ཐང་ནས་མཇལ། བློ་གྲོས་ཀྱི་མིག་དང་ནི་གདན་ལྟ་བུ། མནན་པ་རེད་ལབ་འདུག་ཨ། ད་དུང་དེ་དཔེར་བརྗོད་ཆ་ཚང་མ་རེད་དྲན་དགོས་ང་རང་ཡིན་ན་དེ་དཔེར་བརྗོད་ཆ་ཚང་མ་རེད་ང་ཚོ་དཔེར་བརྗོད་བརྒྱབ་དུས་དཔེར་བརྗོད་ཆ་ཚང་རྒྱག་པ་དཔེ་གལ་ཆེན་པོ་རེད། དོན་དཔེར་བརྗོད་བརྒྱབ་དུས་དཀར་སིང་ངེ་དེ་སྒང་འདི་པ་ག་བ་ལ་ཡིན་པ།

སློབ་མ་དེ་ཚོ་ལོ་ན་ནི་གཞོན་བློ་གྲོས་ནི་རྣོ་འཚོ་བ་ནི་བཟང་སློབ་དཔོན་ནི་མང་སློབ་གྲྭའི་ཆ་རྐྱེན་ནི་འཛོམས་པས་རྙེད་པར་དཀའ་བའི་གོ་སྐབས་བཟང་པོ་དེ་ཆོས་སྲོལ་སུ་གཏོང་མི་རུང་ལྟ་བུ་ཡིན་ཞིང་ལབ་ཅེས་ཨོ་ད་དེ་ཚོ་རེད་འོ་ཡིན་རྒྱུ་ཁོས་ལབ་ཡག་གཙོ་བོ་ག་རེད། རྙེད་པར་དཀའ་བའི་གོ་སྐབས་དེ་ཆོས་སྲོལ་སུ་གཏོང་མ་རུང་ཟིན་གྱི་འཕྲོ་འདི་དང་གཙོ་བོ་འབྲེལ་བ་ཡོད་རེད་བསྣན་པའི་དཔེ་ཚོད་རྒྱབ་ཡོང་དུས་ཨོ།

ཕོ་ཇོ་གཅིག་མི་གཅིག་གིས་ཁྱོད་འགྲོ་འགྲོ་མ་འགྲོ་མ་འགྲོ་ཧ་གོ་མ་ཟེར་ང་ནི་ང་དྲུ་གུ་ཡིན་ཟེར་ནས་གར་དོ་ཁྱོད་ཚོ་དྲུ་ག་ཡིན་པས་ཟེར་ན་ང་ནི་དྲུ་གུ་ཡིན་ང་ནི་འགྲོ་ཐག་ཆོད་ཡིན་ཟེར་ལ་གི་རོ་གལ་ཏེ་ཧོང་སན་དྲུ་གུ་ཡིན་པས་ཟེར་ན་ཁོ་ཚོ་ཧ་གོ་མ་ཟེར་ང་ནི་དྲུ་གུ་ཡིན་ཟེར་ལ་གི་ཡོད་ང་ཚོ་ཁ་ནི་དོན་གོ་དང་རང་བཞིན་གྱི་དོན་ཡོང་གོ་རེད་བོད་སྐད་ཤེས་མཁན་ཡིན་ན་ང་ནི་དྲུ་གུ་ཡིན་ཟེར་ནི་དེ་ཐག་ཐག་དོན་ཡོང་གོ་པ་ར་ར་ནི་ཡང་ན་ནི་ནི་དེ་ག་དུས་ནས་འཇག་གི་རེད་ཟེར་ན་འཇག་གི་མ་རེད།

ཁར་དང་བྱ་ནི་ཡོད་མ་ནི་ཡོད་བྱ་ནི་བྱུང་མ་ནི་བྱུང་བུལ་ནི་བྱུང་ངེས་ནི་ཞེས་དུ་བ། འདི་བཞིན་རོང་དཔེར་བརྗོད་རྣམས་ལ། འོ་དེ་འདྲ་རེད། ད་དེ་འདྲ་འདི་ཡིན་དུས་སུ་ད་དེ་ལྟར་ད་ལྟ། རྒྱལ་སྤྱིའི་ནི་ལྷ་རྣམས་ཀྱི་ནང་ནས་ག་རེ་ཨ་ནི་བཏུས་ཕོད་པའོ་ཟེར་ལབ་པ་ཡིན་ན་རོ། ད་ག་ནང་བཞིན་ལྷ་ནི་མི་ལས་མཛེས་པའོ་ཟེར་ཡ་རོ་ད། དེ་འདྲ་ལབ་གི་ཡིན་ན།

ད་ཐག་ན་ཤིང་ཨ་ཙོ་ཡན་མ་སླར་བསྡུ་ནས་མང་ཆེ་མདའ་དག་སླར་བསྡུ་ནི་སྐབས་བབ་ཀྱི་བརྗོད་བྱའི་དོན་དེ་ཉིད་དེ་ཙམ་རྫོགས་པ་སྟོན་དགོས་རེད་ལ་དོན་ནི་གནའ་མི་གཉིས་པ་དང་བཞི་པ་དང་བདུན་པ་དང་དེ་གཉིས་བཅུ་དགུ་རེད་ཟེར་དབྱིན་ལྡན་ནི་ཨ་ནི་བྱེད་པ་པོ་དང་ཨ་ནི་ཕན་ཚུན་འབྲེལ་བ་ཡོད་པ་དང་བྱེད་པ་པོ་སྟོན་གི་རེད་ལབ་གི་འདུག་ཨ། བྱས་ཙང་དེ་བརྗོད་གཞི་ངོས་འཛིན་བྱེད་མཁན་རེད་ལབ་ན་དཔེ་ཉེ་པོ་ཡོད་ད། བརྗོད་གཞི་ངོས་འཛིན།

ད། བརྗོད་གཞི་ངོས་འཛིན་བྱེད་མཁན་རིགས་གཅིག་ཡོད་ཐག་ཆོད་རེད། ནད་པ་བསླབ་བྱའི་སྐད་ཆའི་གི་ཚོར་བ་ཕྲ་མོ་ཅིག་སྟོན་མཁན་ཞིག་ཡོད་ཐག་ཆོད་རེད་ད་དེ་ཉིད་པར་རལ་ཡང་བསྐྱར་ནས་མགར་བའི་གི་དཔེ་བརྗོད་ཅིག་བསྡུ་བའམ་དུ་བལྟ་རྒྱུ་རེད། ཞིབ་ཚགས་བཏང་ད་ངེས་མེད་དེ་འགྱེལ་བ། མགར་བ་ཅིག་ཡོད་བསྡུ་བའམ་དུ་བལྟ་རྒྱུ་རེད། དཔེ་དངོས་ནས་བཤད་ན་ཡོད་གོ་བྱེད་མཁན་རེད་ཆོས་རེད་གལ་སྲིད་འཐུས་མི་ཡི་གི་འཐུས་མི་རྩ་བ་རང་མེད་མགར་བ་ཁོ་རང་མགར་བ་དང་ནད་པ་གཉིས་ཚིག་ཟིན་དུ་ཡོད་རྒྱུ་རེད་བ།

ཨ་རེ་ཡེ་ཏོ་བ་ཧའི་ལག་ཏུ་ཨང་ཙོའི། དེ་བོད་སྐད་ནང་སུ་རྒྱུ་ད་འདི་ད་ཁོ་རེ་ལ་ཡ་འདི་ཡོད་རེད་བ། ཨོ་འདྲ་བོ་པོ་ཡོད་རེད། ང་ཚོའི་གི་ཏཱ་ལ་ཧིན་དིའི་གི་ནང་ལ་ཏོ་ད་བི་གཉིས་འགྲུག་རེད། སྐབས་རེ་བི་བྱ་གི་རེད་སྐབས་རེ་ཏོ་བྱ་གི་རེད། ད་ལྗི་ཁྲོམ་ལ་ཅིང་ལ་ཏུའི་ཨ་ལེ་ཁྲོམ་ཨ་ལེ་རེ་རེད་ནི་ཏྲ་ལེ་བི་ལེ་ཝི་སོ་པེ་ཅིང་བྱ་ནི་ཆུང་མར་ཆུང་ན། ཡེ་པི་ལི་ཡ་ཝོ་པི་ལི་ཡ་ཀི་ཏཱ་པི་མི་ལ།

ང་རྟ་སྒྲུག་གི་ཡིན་ཁོ་རྟ་སླེབས་བྱུང་ས་སྦྱོར་བ། འོ་དེ་ནམ་རྒྱུན་རྟ་དེ་རྟ་ལོགས་སུ་མེད་ཅེས་རྟ་རྟ་རྟ་གཅིག་མཉམ་དུ་བེད་སྤྱོད་བཏང་གི་འདུག་ཚིག་དེ་གཉིས་རྟ་གཅིག་རྟ་དང་གཅིག་གཉིས་ཕྲད་མཉམ་གཅིག་ཡིན་པ་ནང་བཞིན་བྱས་ནས། དེབ་འགའ་ཤས་འགའ་ཤས་ནང་ལས་མཐོང་ཡ་ཡོད་རེད་མཁས་པ་དེ་ཚོས་ཡིན་ནའི་ངས་དེ། བརྒྱ་ཆ་ཕལ་ཆེན་རྟ་དགུ་བཅུ་གོ་དགུ་འདི་མ་རེད་དྲན་གི་ཡོད། རྟ་རྟ་ཚུགས་ཁ་ཁ་ཅི་ཅི་ཕག་ཁ་ཁ་རེད་དྲན་གི་ཡོད་ཅི་མ། འོ་ཅི་ཟ་ཅི་འཐུང་ས་སྦྱོར་བ། དེ་མེད་པ་ཅག་རྟ་ཚུགས་བྱ་ནས། དཔེར་ན། སོ་སོའི་སྐད་ཡང་མ་ཤེས་ན་མིའི་སྐད་ད་ཅི་ཤེས་ཟེར་རེད་བ། མིའི་སྐད་ད་ལབ་དགོས་ཡ་ཡོད་མ་རེད་བསམ་དཔེར་ན་ད་ཅི་སྨོས་ལབ་དུས་ད་ཅི་སྨོས་ཟེར་ཅི་སྨོས་ད་ལབ་དགོས་ཡ་ཡོད་མ་རེད་ཟེར་ཟེར་བ། ཁོས་ཁོ། དངུལ་སྤྲད་ནས་ལས་ཀ་མ་བྱས་ན་དངུལ་མ་སྤྲད་ན་ད་ལས་ཀ་ག་བ་བྱས་ལབ་གི་འདུག་བ། དངུལ་མ་སྤྲད་ན་ད་ལབ་དགོས་ཡ་ཡོད་མ་རེད་བསམ་དཔེར་ན་སྐད་ཆ་དངོས་གནས་ང་རང་ཚོ་ཁ་སྐད་རང་ད་ད་དངུལ་མ་སྤྲད་ན་ད། ལ་དགོས་ཡ་ཡོད་མ་རེད། ལ་དགོས་ཡ་དེ་ཕར་བཅད་གི་འདུག་ཨ། ལ་དགོས་ཡ་ཡོད་མ་རེད་ཟེར་ཏེ་ཁ་རས་ཡི་གེ་བལྟས་ཚིག་ཐོ་བྱས་ན་ཅི་སྨོས་ཟེར་ཏེ། རོ་ཨ། ད་ཅི་སྨོས་ཟེར་ཏེ་རོ་ཨ། དངུལ་སྤྲད་ནས་ལས་མི་བགྱིས་ན་དངུལ་མ་སྤྲད་ན་ད་ཅི་སྨོས་ཟེར་ན་ནོ་འདི་རོ་ཨ་ཡིན་རྒྱུ། ད་དེ་འདྲ་གི་ལྟ་དེ། ཞོགས་ཡོར་ང་ཚོ་ཁ་ཁ་ཡི་ནང་ཚོར་བ་ནང་ལ་ཡ་དེ། ལྟ་དེ། ང་ད་འགྲོ་གི་ཡིན་ཟེར་རོ་དེ་ད་རག་བྱུང་ཟེར་རོ། ད་དཔེར་ན་དེ་ད་རག་བྱུང་ལབ་རྒྱུ་ཙ་ནས་དེ་ལས་ཡག་ག་གཞན་པ་ཆི་རག་ཡ་རག་གི་ཡོད་མདོག་མདོག་རེད་མི་འདེད།

ལས་ཀ་ཐོལ་བ་ཅིག་བྱེད་ཀྱི་ཡོད་ན་ཨ་འཐས་ཀྱི་ནུས་པ་སྟོན་དགོས་པའི་ཐར་བ། བྱས་ཙང། དེ་ཟས་ཡིན་དཔག་ཟས་ཡིན་འདི་དཔག་ལྟ་ཟས་ཡིན་ཟེར་ལབ་ཡོང་འདོད། རོ། ད་དེ་ཚོ་ད་རུང་སྐབས་ཐོག་གི་དོན་དག་གི་ཐོག་ནས་ལས་ཀ་མང་པོ་ཡོད་ས་རེད་ལས་ཀ་གཅིག་གི་ཚད་ཀྱི་ཡོད་ས་མ་རེད། ཨ། དཔག་ལྟ་ཟས་ཡིན་ལབ་དུས། གཞན་པ་ཟས་མིན་ཞེས་པའི་དོན་དག་རེད་དོ་བས། ཨ།

ཞེས་པ་དེ་མིང་ཚིག་གང་ཡང་རུང་བའི་བར་མཚམས་རྣམས་སུ་འཛིན་འཇུག་གསུམ་པ་དག་ཡིག་ལ་གཉིས་པ་ང་ཡིག་སྦྱར་བས་དང་ཞེས་གྲུབ་པ། དེ་ནས། དེ་ནས། ལབ་བྱེད་ནི་དྲི་ལས་འོངས་པ། མིག་དང་རྣ་བ་དང་སྣ་དང་ལྕེ་དང་ལུས་རྣམས་ནི། ཨ་ནི་དབང་པོ། ལབ་བྱེད། དབང་པོ་རེད་ལབ་བྱེད། འཁོར་འཁོར་འདྲེ་ཤེས་རྒྱལ་བྱེད་དུ་དེ་འགའི་འོག་ཏུ་ཨ་འདྲེ་ཤེས་རྒྱལ་བཞི་སྟེ།

དེ་ལ་ཡང་ཤེས་བྱེད་གཅིག་གཅིག་དུའང་མིག་དང་རྣ་བ་དང་སྣ་དང་ལག་ནས། ངས་ཤེས་བྱེད་སྐྱོབ་ས་འདིར་དྲན་དུ་དྭངས་ཡོད་ན་དང་དྭངས་ཞེས་འཛམ་བྱ་ན་དང་ཤེས་བྱེད་ཐོབ་ཡ་ཡིན་འོ་བྱས། དངོས་གནས་ལ་ལྷུག་པའི་དུས་མ་མིག་མཚམས་དྭངས་ཟེར་ཡ་དེ་ང་རང་ཡིན་པ་ཡིན་ན། མིག། མིག། རྣ་བ། སྣ། ཅེས་བསྡམས་ནས་རོ། རེ་རེ་རེ་རེར་གཏུབས་ནས་བཤད་རེ་རྒྱག་གོ་རེ་དྲན་གོ་ང་རང་བྱས་པ་ཡིན་ན། མིག་དང་རྣ་བ་དང་ཟམ་ཤ་ན་ད་ཁོ་བཤད་དོན་ཛམ་ཤ་ན་ད་བཤད་ཐོ་ཡ་ཡིན་ར་ཛམ་མ་ཤ་ནས་སྐྱོན་མཁན་ཡོད་མ་རེད་མིག་དང་རྣ་བ་དང་སྣ་དང་སླམ་ཛམ་མ་ཤ་ནས་ད་ཕ་བང་འགྲིན་བྲིས་ཤ་ནས་སྐྱོན་མཁན་ཡོད་མ་རེད་ད་དང་འདྲ་མ་ལབ་ནས་ང་ཚོ་ལག་ད་པ་བ་མ་འགྲོ་སུ་ལག་ར་དུས་ནས་པ་བ་དང་ཨ་མ་དང་མ་ལབ་བྱས་ར།

ཁོང་ཕྲུག་བདུན་བྱོལ་བ་ཡིན་ན། མིང་རེ་ལབ་ཨ་འདི་ནས་བཤད་ཅིག་ཅིག་ཅིག་བརྒྱབ་ན་ཁོང་ཚོ་ཕྲུག་གུ་མར་བ། དེ་མ་བྱས་བཀྲ་ཤིས་དོན་གྲུབ་བཀྲ་ཤིས་དོན་གྲུབ་དབྱངས་ཅན་བཟང་མོ་སུ་འདྲས་ལབ་བཞག་ན་དེ་འདྲས་རང་དུ་མ་ལབ་ཡང་བཀྲ་ཤིས་བཀྲ་ཤིས་བཀྲ་ཤིས་དོན་གྲུབ་མཉམ་དུ་བྲིས་བཞག་ན་མི་གཅིག་གི་མིང་རེ་བསམ་ས་རེ་བ། དེ་འདྲས་སོང་ང་རང་བསམ་པ་ཡིན་ན། ངའི་ནམ་རྒྱུན་ད་ལས་བྱེད་ཡོང་ཁྲི་དུས་ངས་འགྲེལ་བཤད་དེ་འདྲས་རང་བྱེད་ཀྱི་ཡོད། མིང་གི་མཐའ་ལ་དང་སྒྲ་མེད་ནས་ཨ་ནི་བཤད་ག་ས་དེ་དང་སྒྲ་མེད་ནས་འབངས་བྲིས་དུས་ཨ་ནི་བཤད་ཐེངས་དགོས་ཏེ་བཤད་ཅིག་ཐེངས་དགོས་ཏེ་བཞི་པོ་གལ་ཆེན་པོ་རེད་སོ་གའི་ནང་ད། ལྷུག་པའི་དོན་མ་སྨིན་མཚམས་དང་བཅས་ཏེ་འོ་དེ་འདྲས་བྱུང་ཟིན་གྱི་ཡོད་རེད། ང་རང་ཡིན་ན་དེ་འདྲས་ལབ་གི་ཡོད། གང་ཡིན་ཟེར་ན་ག་བ་ཡིན་ན་ལེགས་བྱས་སྦྱོར་དབང་འབྲེལ་པ་ཡིན་ན་གཅིག་ནང་ལ་ཡོད་རེད་མིང་གི་སྐྱེ་བ་བཅས་པ་ལྟ་བུ་མ་ཡིན་པར་ཤོད་རེད། མིང་གི་སྐྱེ་བ་བཅས་སུ་ནི་དོན་གྲུབ་ཚུལ་ཙཱ་བྲིས་བཀྲ་ཤིས་ཕ་ཙཱ་བྲིས་བཤད་དགོས་རེད་བ། རྒྱང་བཀྱེད་བཞག་རེད་བཞག་པ་བཤད་པ་འགྲིག་གི་མ་རེད་ཤེས་ཐེངས་བཤད་ན་ཁོ་རྫོགས་པ་སྟོན་དགོས་ཡོད་རེད་བ། ང་ཚོ་གསང་སྤྱོད་ཟེར་ན་དེ་ནས་ཕ་མེད་ན་ཤེས་ཤེས་ཐེངས་དགོས་རེད་བ། དོན་ཉུང་ཉུང་རེད་བ་སློབ་གྲྭ་ཟེར་ན་ཤེས་ཤེས་ཐེངས་དགོས་རེད་བ། བྱས་ཙང་དོན་གྲུབ་ཟེར་ན་ཁོ་བསྐལ་བ་པའི་མིང་གཅིག་རྫོགས་རེད་བ།

དང་སྒྲ་རྒྱུ་མཚན་འཇུག་པ་དེ་བྲིས་མི་འདུག་ཁོང་གིས་དང་སྒྲ་ཐོས་དུས་དུས་ལ་འཇུག་པ་མ་གཏོགས་དང་སྒྲ་རྒྱུ་མཚན་འཇུག་པ་བྲིས་མི་འདུག་ཕར་འགྲོ་གི་མི་འདུག་བསམ་དགོས་ཡོད་ན་གང་ཞིག་ག་ཟེར་ན་དེ་མཚམས་མཚམས་ལ་ག་ཤེད་ཕལ་ཆེན་དེ་དང་སྒྲ་དེ་དུས་སྟོན་དགོས་འདུག་མ་གཏོགས་ཅི་གའི་རྒྱུ་མཚན་སྟོན་དགོས་འདུག་དགོངས་དགོས་ཡོད་ས་མ་རེད། ག་ས་དུ་བ་མཐོང་བ་དང་ཤེས་པ་རེད་དེ་ངས་ཤེས་ཡོད་མ་རེད་ལབ་ནས་རོགས། ཨོ་ང་ཡི་འདྲ་པོ་འདུག་ད་དུ་བ་མཐོང་བ་དང་ལམ་སང་ཤེས་རེད་ས་འཇོག་རོགས། ཁོ་ཀླད་བ་དང་ང་ཆིངས་ཡིན་ཟེར་བ་ཡིན་ན་དོལ་ཚོས་བཤད་དོལ་ཚོས་དེ་གཅིག་མྱུར་ཧུར་ཧུར་བྲིས་ཞེས་བ་དེ་ཡང་འཕྲལ་དུ་བསལ་བྱོས་རོ་བ་འོ་དེ་འདྲས་ཀྱི་དུང་བ་འཐུང་བས་སའི་གི་དོན་དག་དེ་ཤུགས་ཆེ་བ་མེད་པ་བྱས་རོ་བ་དུང་བ་འཐུང་བ་སོང་ཙང་ཟེར་དེ་མེད་པ་བྱས་མེད་ག་དུས་གཤེན་རེས་ལབ་དུས་ནས་དུ་བ་མེད་ག་འདྲས་གཤེན་རེས་ལབ་སོང་ན་ས་དེ་རེས་ངས་ཁ་ཟིན་ནམ་གྱི་རྟག་པ་ལ་གོས་བ་ང་རང་བརྡ་སྤྲོད་བཅས་བ་བྱེད་དུས་དྲི་བ་དྲི་གི་ཡོད་རོ་བ་རྨ་ལྷ་མེད་དེ་མེར་ག་འདྲས་གཤེན་རེས།

དུ་བ་མཐོང་བ་དེ་ཐོས་བཟོད་རེད་མ་གཏོགས་ཅི་གི་ད་རྒྱུ་མཚན་ཤུགས་ལ་ད་ཡོད་རེད་བ་ཁོ་རང་རེད་ཤི་ཡོད་རྒྱུ་མཚན་དུ་ཡོད་རེད་བ་ཡིན་ནས་གི་ཁོ་རང་རང་དང་འདྲ་ཁོ་རང་གི་དུས་སྟོན་པ་མ་གཏོགས་ཅི་གི་ཤེས་པའི་དུས་སྟོན་པ་མ་གཏོགས་ཤེས་པའི་རྒྱུ་མཚན་སྟོན་གི་ཡོད་ས་མ་རེད་བསམ་གི་འདུག་ངས་བྱས་ཙང་ངས་ག་དུས་ཤེས་འཇུག་དང་ག་འདྲས་ཤེས་འཇུག་ཟེར་ཡ་དེ་གཉིས་དེ་དྲི་བ་དེ་གཉིས་ཀྱི་ལན་ལ་ག་རེ་ཕོག་དགོས་འདུག་ལྟ་ཞོག་ཟེར་ཡ་དེ་རེད་ད། ཧཱུྃ། འདི་རེ་ཅི་ཅིག་ལྟ་བའི་རྟ་རྒྱུག་དུ་བ་ལྟ་བུའོ་ཞེས། ད་ཡིན་ནའི་མཐའ་གཅིག་ཏུ་ལ་ཡ་ཡོག་མར་ལྟ་དཔེར་ཆོས་ནང་ལྟ་དཔེ་ང་ཚོ་འདུག་སའི་དུ་བ་མཐོང་བ་དང་མེ་ཤེས་འཇུག་ས་འདི་དཔེར་ཆོས་འགྲིག་མ་རེད་ལྟ་རྒྱུ་རེད་མ་གཏོགས། ཞེས་ནས་དུ་བ་དང་འདྲ་རྒྱུ་མཚན་འཇུག་པ་ཡོད་ད་ཡོག་རེད། བསམ་ཚང་ང་ཚོ་འདི་ཡི་བསམ་སྟངས་དགོས་ལྟ་དཔེར་ན་ད་ཅིག་ངའི་གང་བདེ་བ་ལ་ཡིན་པ། མགར་བ་ལ་འཇུག་པ་ཡོད་ཀྱི་རེད། བས་སུ་ཐུན་མིན་རྩ་བ་ནང་དུ་བ། ཡིན་ནས་ང་ཚོའི་དཔེར་བརྗོད་མང་པོས་མགར་བའི་དཔེར་བརྗོད་མན་པ་མང་པོ་ཆེ་མགར་བའི་དཔེར་བརྗོད་རབ་བསམ་དགོས་བར་བ། ར། དེ་ང་ཚོ་ནོར་སྲིད་ར། བྱས་ཙང་དང་འདྲ་དང་འདྲའི། རྒྱུ་མཚན་འཇུག་པ་ཡོད་རེད། ཡིན་ནས་ནམ་རྒྱུན་ང་ཚོའི་དཔེར་བརྗོད་བཀོད་ཡག་འདི་ཚོ་དང་འདྲར་འགྲོ་གི་ཡོད་མེད་བརྟག་དཔྱད་བྱས་ཡག་ཡོད་རེད། དེ་ལྟ་ལྟ་རྒྱུ་ཆེན་པོ་ཆེ་ར་བ། ར། དཔེ་བརྗོད་ངོས་ཟིན་ཡོད་མེད་དེ། དོན་དག་ངོས་ཟིན་པ་གང་ཞིག་ལ། ནམ་རྒྱུན་ཡང་མེད་ན་དོན་དག་ཁས་ལེན་པ་གང་ཞིག་ལ་དཔེ་བརྗོད་ངོས་མ་ཟིན་པ་ཡོང་དགོས་ར་བ།

ཁོས་དུས་ཚོད་སྟོན་དགོས་ཡོད་ན་རྒྱུ་མཚན་སྟོན་དགོས་ཡོད་ན་གསལ་པོ་མི་འདུག་ང་བྱས་པ་ན་རྒྱུ་མཚན་ཨ་དོན་དུས་སྟོན་གི་མི་དང་བསམ་བསམ་བལྟས་སུ་དྲན་གི་འདུག་ཨོ་ལྟ་བུ་རྒྱུ་མཚན་གཉིས་ཀྱི་དོན་གོ་བ་དང་བྱས་བལྟས་རྒྱུ་མཚན་རེད་ཟེར་འདུག་གསར་བརྗེ་ནས་ཉི་མ་ཕྱེད་པ་དང་བསླབ་བྱ་འདི་ག་རེད་ད་ཆོས་དོན་དྲངས་ཟེར་ཉི་མ་ཕྱེད་ཡོད་ཆགས་པ་ཟུག་གི་འགྱུར་བ་ཉི་མ་ཉིན་དགུ་ཡོད་པ་དང་ཟུག་གི་འགྱུར་བ་ལགས་ཀྱི་རེད་ཁྱོད་ཚོ་ཕ་ཡུལ་དུ་བ་ཉི་མ་ཕྱེད་པ་ཟེར།

དེ་ནས་ཡི་དྭགས་ཡིད་ལ་བཟུང་དང་ལྟ་བུ་ག་རེ་ཡིན་ས་གཞན་ལ་གདམས་ངག་བརྗོད་པ་ཟད། ད་དེ་དེ་དང་སྒྲ་གི་ཕལ་ཆེར་དོན་གྱི་འགྱུར་བ་ཐེབས་ཡིན་ས་རེད་ངས་མ་ཡིན་ན། དང་སྒྲ་དེ་གཞན་ལ་བསྐུལ་བའི་སྐབས་ལ་དང་སྒྲ་དེ་ཕལ་ཆེར་འདི་ཡིན་ས་རེད་མི་ལ་ཡག་པོ་རྐྱང་རྐྱང་ལབ་འདོད། ཨིན་ཇི་སྐད་ཇི་ཡན་འཇབ་ན Advice སྐབས་ལ་ཡག་གཅིག་པོ། ཕལ་ཆེར་དང་ཡག་ཡིན་ས་རེད་བ། དེ་སང་དེ་འདྲའི་མི་འདུག་ཨང་འགྲོ།

ཁོ་དགྲ་ཡི་འཇུག་པ་ཆ་ནི་མཉམ་གཏོགས་གཅིག་པ་ཆ་རེད་མ་གཏོགས་དེ་འོག་འཇུག་པ་ཆ་ན་ཁ་ཁ་རེད་གཅིག་ཤིང་ཤིང་གསུམ་ཁ་ཁ་རེད་གཅིག་ཤིག་ཤིག་གསུམ་ཁ་ཁ་རེད། ཅེ་ན་ཤེ་ན་ཤེ་ན་གསུམ་ཁ་ཁ་རེད་བ། དེའི་ནང་ནས་པད་ཁ་ཁ་ཡིན་མཁན་གསུམ་ཡོད་ད་གཅིག་ཤིག་ཤིག་གསུམ་ཁ་ཁ། ཨ་ནི་ཁ་རེ་རེད་གཅིག་ཤིང་ཤིང་གསུམ་ཁ་ཁ། ཨ་ནི་ཅེ་ན་ཅེའོ་ཅེས་ཟིན་གསུམ་དེ་འདྲ་བོ་འདྲ་བོ་རེད་དོན་ངག་གི་ནང་ནས་གསུམ་འདྲ་བོ་འདྲ་བོ་ཡོད་ཅེའོ་ཅེ་ཅེ་ཅེའོ་ཅེ་ན་ཟད་དེ་འདྲ་བོ་རེད།

ཧུ་ཧུ། ཨ་ནི།
ཐུགས་རེ། ཐུགས་རེ། ཡིན་ནས་ཨིན་ཇི་དང་བུའི་གཉིས་ལ་ལྡོག་ཕྱོགས་འགྲོ་གི་འདུག་དྲན་སོང་ངས་དེ། དེ་ལ་ཆ་ཚང་དང་འདྲ་བྲིས་འདུག་ཨ། ཡང་ཆ་ཚང་དང་འདྲ་མ་བྲིས་འདུག་ནས་ཡོང་གི་རོ་ཨ། སུ་འདྲ་བྲིས་རོ་རེད་ཆ། ལབ་མི་ང་ལབ་ཡོང་གི་རོ་ཨ། ཤར་ལྷོ་ནུབ་བྱང་ཚང་མ་ཆིངས་ཚ་ཡིན་ཟེར་ནས་ཡོང་གི་འདུག་ཨ། བལྟས་ནས། དང་སྒྲ་གཅིག་གིས་དང་སྒྲ་ཨན་འདི་དང་སྒྲ་གཅིག་ཉིད་བརྒྱབ་ཨན་ལྷག་མ་ངས་མ་བརྒྱབ་ཅོག་ཡང་བོད་སྐད་ཡིན་ན། དང་པོ་དེ་དང་སྒྲ་བརྒྱབ་ལྷག་མ་དེ་མ་བརྒྱབ་ནི་ཡོང་གི་རེད། ཤར་དང་ལྷོ་ནུབ་བྱང་བཅས་ཟེར་ང་དང་ཁོ་ཁོ་ཁོ་ང་ཚོ་སླབ་གྲ་ཆིངས་ཟེར་གི་རེད། ང་དང་བཀྲ་ཤིས་དོན་འགྲུབ་མིང་མ་ང་ཚོ་ཚང་མ་ལོ་ཆིངས་དེ་ལག་ཏུ་བོད་སྐད་དང་སྒྲ་དེ་ངེས་ལ་ཡོད་རེད། ཨིན་ཇི་ཡིན་ན་གཞན་པ་དེ་ག་ཚང་མ་ལ་ཡ་དེ་ག་ད་ཁ་སྐད་ཡོད་ན་བཞག་བཞག་དགོས་ཀྱི་རེད་བ། ཡི་གེ་ལ་དང་ཡི་གེ་བྲིས་པ་དབང་དུ་བྱས་ན་ཁ་ཁར་དང། ང་ཚོའི་ཐང་སྒྲར་ངས་ད་ལྟ་ལབ་ཡག་དེ་ཁ་སྐད་དང་ཡི་གེ་གཉིས་ཀ་གཅིག་པ་ཞིག་ཀྱང་ཡོད་རེད། ཕ་སྐད་ལ་ཡང། ག་ཚོད་བརྗེ་དགོས་དགོས་ནང་གསེས་ག་ཚོད་ཡོད་མ་ཚང་མར་ཐང་སྒྲ་བརྒྱབ་པ་གཅིག་བྱས། ཚང་མར་ཐང་སྒྲ་མ་བརྒྱབ་པ་གཅིག་བྱས། ཐང་སྒྲ་ཡོད་པ་དང་མེད་པ་ཡིན་ན་སྔས་མ་དེར་བརྒྱབ་རྗེས་མ་དེ་ལ་མེད་པ་བྱས་རིགས་གསུམ་ཡོད་རེད་བ་བོད་སྐད་ལ་ཡིན་ན། དབྱིན་ཇི་ལ། བྲིས་པའི་སྐབས་ལ་ཁར་ཡོད་སོང་ན་མཐའ་མ་དེ་ལ་ཨེན་བྱས་དེའི་སྔས་ཚང་མ་ལ་ཡང་ཀོ་མ་བརྒྱབ་བྱས་རེད་དོ། རེད་བ།